ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་དྲ་གནས་གསར་འགྱུར་བཏང་མི་རྣམས་པ་ཚོ་གུང་ཁང་བཟུང་ང་རྡོ་རྗེ་དྲ་འདུལ་ཡིན། དེ་རིང་གི་གསར་འགྱུར་ནང་གུང་ས་རྒྱ་རོང་པོ་ཆེ་ཆོག་ཤུ་བཞུགས་སྒར་དོ་ཞག་སོགས་ཁོས་ཁུ་བྷེ་སོགས་སྐོར་དང། ཁ་ན་ཏྲོ་དང་བོད་མི་ཆིག་སྟོང་ལེན་རྒྱུ་ཡི་ཆ་རྐྱེན་སོགས་གནས་ཚུལ་ཁག་ཞུ་རྒྱུ་ཡོད་པའི་མུ་མཐུད་ཉན་རོགས་ཡོད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་རྒྱ་རིན་པོ་ཆེ་མཆོག་གིས་ཨ་རིའི་ནང་མཛད་འཕྲིན་ཁག་ལེགས་པར་གྲུབ་ནས་ཟླ་བདུན་པ་གི་ཚེས་ཉེར་ཤུ་ནས་ཤུལ་བཞུགས་སྒར་དུ་ཞལ་གསོ་བདེ་བ་འཁོད་ཡོད་པ་རེད། བཞུགས་སྒར་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་སྐལ་བ་སྲུང་གི་མཛད་གཙོ་རྣམས་ཀྱིས་གཙོས་པའི་སྲི་ཞུ་བ་ཡོངས་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་གི་འགན་འཛིན། བོད་ཀྱི་མི་དམངས་བཅས་ནས་སྒང་སྒང་གནང་ཐང་ནས་བཞུགས་སྒར་བར་ཕེབས་སྒོ་རིམ་པ་བདུན་ཙམ་བཙུགས་ཏེ་ཕེབས་བསུ་ཟ་རྒྱུ་ཞུས་ཡོད་པ་རེད། དེ་ཡང་གོང་ས་མཆོག་ཤིང་རྟ་བདུན་པ་ཡི་ཚེས་ལྔ་ནས་ཚེས་བཅུ་དགུ་བར་ལ་ཨ་རིའི་རྒྱལ་ས་ཝཱ་ཤིང་ཀྲུང་དང་ཆུ་ཁ་གོ་སོགས་སུ་མཛད་རིམ་མང་པོ་ཞིག་ཤོག་གནང་ཡོད་ལ། དེ་བཞིན་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་ཇཱོན་བྷེ་ནེ་དང་སྲིད་འཛིན་ཨོ་བྷ་མ་བཅས་དང་མཇལ་འཕྲད་ཡང་གནང་ཡོད། ད་དུང་མི་མང་ལ་བཀའ་སློབ་དང་ས་ལམ་དྲག་སྐྱེད་ཁག་ཅིག་ལ་བཅར་འདྲི་དང་ལེན་མཛད་འཕྲིན་ཧ་ཅང་རླབས་ཆེན་པོ་ཤོག་གནང་ཡོད་པ་རེད། མ་འོངས་པའི་ལོ་ལྔ་ཡི་ནང་ལ་རྒྱ་གར་གྱི་ཨུར་ནར་ཅལ་མངའ་སྡེ་ཡི་ནང་གནས་སྡོད་བྱེད་མི་བཙན་བྱོལ་བོད་མི་ཆིག་སྟོང་ཁ་ན་འདྲ་ཡི་ནང་ལ་ཤར་ཏོག་ཏུ་ལེན་རྒྱུ་ཡིན་པ་གསལ་བསྒྲགས་གནང་ཡོད་པ་རེད། བོད་མི་ཆིག་སྟོང་ཤར་བསྐྱོར་ལ་ལེན་པ་ལ་ཆ་རྐྱེན་གཙོ་བོ་ནི་བོད་མི་དེ་དག་རྒྱ་གར་གྱི་ཨུར་ནར་ཅལ་ཡི་མངའ་སྡེ་ཡི་ནང་ཉིས་སྟོང་བཅུ་བཞི་ཟླ་བཅུ་གཉིས་པ་གི་ཚེས་བཅོ་བརྒྱད་གི་གོང་དུ་ས་གནས་དེའི་ནང་ནས་གནས་སྡོད་བྱེད་མི་ཞིག་ཡིན་དགོས་ལས་ཀྱི་ཐོག་དེའི་ནང་ལ་མུ་མཐུད་གནས་དུས་གཞན་མཁས་ཤིག་ཡིན་དགོས་པ་ལས་ལོ་དེའི་རྗེས་ནས་སླེབས་པ་ཚོ་ལ་གོ་སྐབས་དེ་མེད་པ་རེད། གནས་ཤུགས་འབུལ་མཁན་ཡིན་ཚེ་ངེས་པ་དོག་ལོ་རྒྱུས་ལ་ཞིབ་འཇུག་བྱ་རྒྱུ་ཡིན་པ་དང་ཆ་རྐྱེན་དེ་དག་ཚང་དགོས་ཀྱི་ཡོད་པ་རེད། བོད་མི་ཆིག་སྟོང་དེ་དག་མ་འོངས་པའི་ལོ་ལྔ་ཡི་ནང་ལ་ལས་མཐུད་གནང་རྒྱུ་དང་རིམ་པ་དང་པོ་དུ་ཉིས་སྟོང་བཅོ་གཉིས་ལོ་ལ་བོད་མི་བརྒྱ་ནས་སུམ་བརྒྱ་བར་ལ་ལེན་རྒྱུ་ཡི་འཆར་གཞི་ཡོད་ཅིང་གལ་ཏེ་གནས་ཤུགས་རྒྱ་མི་མི་ཆིག་སྟོང་ལྷག་ལས་བརྒལ་ན་ཡང། རྒྱན་ཤོག་གཡུགས་ཏེ་འདུན་སྒྲུག་གནང་རྒྱུ་གི་འཆར་གཞི་ཡོད་པ་རྒྱུན་ལག་ཁང་ནང་གནས་ཚུལ་དུ་ཐོན་གི། ཟླ་འདིའི་ཚེས་བཅོ་ལྔ་ཉིན་རྔ་པ་ཀི་ཏུ་དགོན་པ་གི་གྲྭ་བློ་བཟང་མཁས་འབྲུག་དང་བློ་བཟང་རྒྱ་མཚོ་གཉིས་ལ་ལོ་གསུམ་རེའི་བཙོན་འཇུག་ལོ་ཐག་བཅད་ཡོད་པ་རེད། ཁོང་གཉིས་ལ་ཁྲིམས་ཐག་གཅོད་སྐབས་བཙུགས་པའི་ནག་ཉེས་ཀྱང་འདི་ཡིན་གསལ་པོ་ཤེས་རྟོགས་མ་ཐུབ་ཀྱང། ཁོང་གཉིས་དང་དང། ཤིང་རྟ་རྔ་པ་གི་ནང་འཛིན་བཟུང་བྱེད་དགོས་པའི་རྒྱུ་མཚན་ནི། དེ་སྔོན་ཤིང་རྟ་བཞི་པའི་ཚེས་ཉི་ཤུ་རྩ་གཅིག་ཉིན་དགོན་པའི་གྲྭ་པ་མང་པོ་ཞིག་འཛིན་བཟུང་བྱེད་རྒྱུ་ཡིན་པའི་གནས་ཚུལ་གོ་སྐབས་ཁོང་ཉིད་སོགས་གྲྭ་པ་མང་པོ་ཞིག་དགོན་པའི་མདོ་ཁུངས་མདུན་དང་རྫོང་ནས་གྲྭ་པ་རྣམས་ལ་འཛིན་བཟུང་བྱེད་མི་ཆོག་པའི་རེ་འདུན་བཏོན་པ་དང་བཀག་འགོག་བྱས་པ་དེའི་ཤན་གཅིག་ཡིན་འདུག་ཁོང་ཉིད་དུང་ཞྭ་ཟི་ཁྲོན་གྱི་མེན་དབྱང་ཞེས་པའི་ས་གནས་སུ་བཙོན་འཇུག་བྱས་ཡོད་པའི་སྐོར་ཀིརྟི་བྱིས་པ་གྲྭ་ཚང་གི་བོད་རྙིང་འབྲེལ་མཐུད་པས་ཕྱི་ཚེས་བཅུ་དགུ་ཉིན་ལས་གནས་ཚུལ་དུ་སྤེལ་འདུག། ད་ལྟ་བོད་ནང་ལ་བོད་མི་ཆབ་སྲིད་བཙོན་པ་སྤྱི་སྟོང་ཡི་བརྒྱ་ཙམ་ཡོད་ལུགས་བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པ་གིས་བརྗོད་འདུག་ཤི་ཚེ་ཉེ་ཤུ་ནི་བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པ་ཡི་གསར་འགོད་གསལ་བསྒྲགས་ཤིག་སྤེལ་གླིང་ནང། དེ་རིང་རྒྱ་དམར་གཞུང་གིས་བོད་ཞི་བའི་བཅིངས་འགྲོལ་བཏང་སྟེ་ལོ་ངོ་དྲུག་ཅུ་འཁོར་ལེགས་ཀྱི་དུས་དྲན་ཟེར་བ་འཚོགས་བཞིན་པའི་སྐབས་འདིར། བོད་རྒྱ་ཁུལ་རྒྱ་ནག་ལག་ཏུ་ཤོར་ནས་མི་ལོ་དྲུག་ཅུ་ཕྱིན་པའི་རིང་བོད་མི་དམར་གསོད་གཏོང་བ་དང་གཅིན་སྡུད་སུ་གྱུར་བའི་མི་གྲངས་དྲུག་ཅུ་ཙམ་གྱི་མཚན་དང་ཤེས་ལོ་ཤེས་ཚད་བཅས་བྲིས་ནས་བསྐུར་ཡོད་ཅེས་བརྗོད་འདུག་དགུ་བཅུ་སོ་ཚོགས་གཞོན་ཀླུ་ཁང་ཤ་ལགས་ཀྱིས་བརྗོད་པ་ལྟར་ན། ཕྱི་ལོ་ཉིས་སྟོང་བརྒྱད་ལོ་ཡི་དོན་རྐྱེན་དེའི་རྗེས་སུ། བོད་མི་སྤྱི་སྟུག་བཞི་བརྒྱ་ཙམ་འཛིན་བཟུང་བཙོན་འཇུག་བྱས་ཡོད་ཅིང། ཉིས་སྟོང་བརྒྱད་ལོ་ཡི་ཟིང་འཁྲུག་མ་ལོངས་ཀྱི་གོང་བོད་དུ་ཆབ་སྲིད་བཙོན་པ་ཉིས་བརྒྱ་བརྒྱད་ཅུ་ཙམ་ཡོད་པ་རེད། མི་འགྱངས་པར་བོད་ནང་དུ་བོད་མི་ཅི་ཙམ་འདུས་འདྲོངས་དང་འཛིན་བཟུང་བྱས་ཡོད་མེད་སྐོར་གྱི་སྙན་ཐོ་ཞིག་འདོན་འཆར་ཡོད་སྐོར་ངོ་སྤྲོད་ཡང་བྱེད་འགོད་དེ་རིང་གི་དྲ་གནས་གསར་འགྱུར་ཁག་བཤད་ཚར་བ་ཡིན། བདུན་རྗེས་མ་ནང་ཡོང་ཤག་ཐུག་ཡོང་ད་རྣམ་པ་ཚོ་སྐོང་ཁ་བདེ་མོ་བཞུགས།